དུ་ལྟ་གྲུབ་ཐོབ་པ་དང་ནི་དེ་འདྲའི་གནང་དགོས་རེད་མ་གཏོགས་སང་ཉིན་ད་དུང་ནི་སང་ཉིན་ཁོ་རང་གི་ཡང་ཡང་བསྐྱར་ལས་ཀ་དེ་འདྲའི་གསར་བ་དེ་འདྲ་ཡང་དོན་བྱས་ཡང་སང་ཉིན་ཁོ་རང་ཡང་སང་ཉིན་གྱི་ལས་ཀ་དེ་འདྲ་བྱས་ཡོད་རེད་ཞེས་པའི་དོན་རེད། ཚ་སོབ་སོབ་ཀྱི་དབྱར་གྱི་ཉིན་ཞིག་ལ་རྣམ་གྲོལ་དང་ཚེ་རིང་ནག་ཆུང་བཅས་འཛིན་ཁང་དུ་ནང་ཆུང་བྲིས་ནས་བསྡད། ཚ་སོབ་སོབ་ཟེར་དུས་བསམ་པ་ལ་ཡང་ཚ་བ་ཚ་བོ་ཡོད་པའི་ཉི་མ་ཞིག་ལ་དོན་དུ་ཚ་ལ་ཡི་དེ་ཚ་བོ་གི་ཚ་དང་སོབ་སོབ་ལ་དུས་སམ་ལ་ཚ་བ་དེ་ག་འདྲིས་ཡོད་མེད་དེ་ཤེས་བོ་རེད་དེ་དུས་སམ་ལ་ཚ་བ་ཚ་བོ་ཡོད་པ་དེ་འདྲིས་ཀྱི་དབྱར་གྱི་ཉིན་མོ་ཞིག་ལ། རྣམ་གྲོལ་དང། རྣམ་གྲོལ་དང་ཚེ་རིང་ངག་ཆུང་བཅས་འཛིན་ཁང་ནང་ལ་ཡང་ཁོ་རང་གསུམ། སློབ་ཕྲུག་གསུམ་དེ་འཛིན་ཁང་ནང་ལ་བསྡད་རྗེས་ནང་ཆུང་བྲིས་ནས་བསྡད་ཡོད་རེད། སློབ་ཁྲིད་ཉེ་འགྲམ་དུ་འཕྲུལ་རྫིང་ཞིག་ཡོད་ལ་རྫིང་བུའི་འགྲམ་དུ་ལྗང་ལེམ་ལེམ་གྱི།

གསང་གཉིས་ད་དུང་གསང་གཉིས་ཀྱི་བྱ་བ་ཡོད་ཟེར་དེ་འདྲའི་བསམ་པ་ལ་ཡང་གསང་གཉིས་ད་དུང་ཡིན་ན་ལས་གསང་གཉིས་ཀྱི་བྱ་བ་ཟེར་དུས་བསམ་པ་ལ་ཡང་ལས་ཀ་ཞེས་པའི་དོན་རེད་ལས་ཀ་ཡོད་ཟེར་དོན་དུ་ང་ཚོ་ད་རིང་གི་ལས་ཀ་དེ་ཡིན་ན་ད་རིང་རང་དུ་ཟ་བྱེད་ཐུབ་པ་དང་དེ་ནང་བཞིན་གསང་གཉིས་ལ་དུ་ཟ་ན་ཡོད་མ་རེད་གང་ཡིན་ཞུས་ན་གསང་གཉིས་ད་དུང་གསང་གཉིས་ཀྱི་ལས་ཀ་ཡོད་རེད།

ཚ་བ་ཨོ་སོ་ཚ་བོ་ཡོད་པའི་ཉི་མ་ཞིག་དེ་འདྲས་ཀྱི་སྟེང་གོ་རེ་ཚ་སོབ་སོབ་བརྒྱའི་དབྱར་ཁའི་ཉི་མ་ཞིག་ལ་ཡང་ནི་སློབ་ཕྲུག་རྣམས་མིང་སྤྲོད་དང་དག་ནས་ཤིང་ཚེ་རིང་དང་ངང་ཆུང་བཅས་ནི་འཛིན་ཁང་ནང་དུ་ཁོ་རང་ཚོ་ནི་ད་དུ་ད་ནང་ཆུང་བྲིས་ཤིག་བསྡད་ཡོད་རེད། སློབ་ཁྲིད་ཉེ་འགྲམ་དུ་འཕྲུལ་ཚིག་ཞིག་ཡོད་ལ། ཁོ་རང་ཚོ་གི་སློབ་གྲྭ་གི་ཉེ་འགྲམ་ཟེར་དུས་བསམ་པ་ལ་ཡང་འགྲམ་ལ་ཡང་འཕྲུལ་ཚིག་འཕྲུལ་གྱི་རྫིང་བུ་དེ་འདྲ་ཅིག་ཡོད་རེད། རྫིང་བུའི་འགྲམ་དུ་ལྗང་ལྡེམ་ལྡེམ་གྱི་ལྕང་སྡོང་ལྡན་ལ་བྱ་དང་བྱིའུ་ཡི་སྐད་ཀྱུར་ཀྱུར་དུ་གྲགས་བཞིན་འདུག། རྫིང་བུ་དེའི་འགྲམ་དེ་ལ་ཡང་ག་རེ་ཡོད་རེད་ཞུས་པ་ན། ལྗང་ལྡེམ་ལྡེམ་གྱི་ལྗང་སྡོང་ཟེར་དུས་བསམ་པ་ལྗང། ལྗང་ཟེར་དུས་བསམ་པ་ལྗང་ཁུ་ཚོན་མདོག་དེ་བཞུགས་ལ། ལྡེམ་ལྡེམ་ཟེར་དུས་བསམ་པ་ལ་ཕ་ཆུ་ལྗང་ཁུ།

བྱ་དང་བྱིའུ་འགས་ཏེ་ནི་སྐད་སྐྱུར་སྐྱུར་དུ་གྲགས་བཞིན་དུ་ཟེར་ནི་བྱ་དང་བྱིའུ་དེ་ཚོ་ནི་སོ་སོས་སྐད་སྐྱུར་སྐྱུར་ཟེར་དུས་བསམ་པ་ལས་ཁོ་རང་ཚོའི་སྐད་རྒྱག་སྟངས་དེ་ཞོ་བོ་རེད་སྐད་སྐྱུར་སྐྱུར་དུ་གྲགས་བཞིན་དུ། འཕྲུལ་ཚིགས་ན་ཕྲུ་གུ་ཁ་ཤས་ཀྱིས་ཤག་ཤག་ཏུ་ཆུ་སྐད་རྒྱག་བཞིན་ཡོད་པ་རྣམ་གྲོལ་གྱིས་མཐོང་བས། འཕྲུལ་ཚིགས་དེ་ནང་ལོགས་ལ་ཡང་ནི་སློབ་ཕྲུག་ཁ་ཤས་ཅིག་གིས་ནི་འདུག་ཟླ་ཤག་ཤག་དུ་ཆུ་སྐྱེས་རྒྱག་བཞིན་ཡོད་པ་མཐོང་རེས་ད་ཤག་ཤག་འདུག་ཟེར་དུས་སེམས་ལ་ཤག་ཤག་དེ་སྐབས་དེ་ལ་ཡང་ཆུ་ཡི་སྒྲ་དེ་རེད་ཤག་ཤག་ཅེས་ཟེར་བ་དེ་ནི་ཤག་ཤག་དུ་ཆུ་སྐྱེས་རྒྱག་བཞིན་ཡོད་པ་དེ་རྣམ་གྲོལ་གྱིས་མཐོང་བ་རེད། ཁོ་གིས་ད་ཐོངས་ཚར་བཞུགས་ཁ་ཁོ་ག་ལ་བ་ལ་ན། ཁོ་ཆུ་སྐྱེས་དུ་ལངས་ནས་ཚ་ག་ཚིག་གིས་རྒྱོ།

ཨན་སང་ཉིན་ད་དུང་ཨན་སང་ཉིན་གྱི་ལས་ཀ་ཡོད་རེད་ཞེས་པའི་དོན་རེད། ཚ་སོབ་སོབ་ཀྱི་དབྱར་ཁའི་ཉིན་ཞིག་ལ་རྣམ་གྲོལ་དང་ཚེ་རིང་ངག་ཆུང་བཅས་འཛིན་ཁང་དུ་ནང་སྦྱོང་བྲིས་ནས་བསྡད། ཚ་སོབ་སོབ་ཟེར་དུས་བསམ་བློ་ཚ་བ་ཚ་བོ་ཡོད་པའི་ཉིན་མོ་ཞིག་ལ་ཡང། དེ་ཡང་ག་དུས་རེད་ལ་དུས་ཚོད་ཆ་ནས་དུས་ཚོད། དབྱར་ཁ་གི་དུས་ཚོད་ཀྱི་ཉི་མ་ཞིག་ལ་ཡང། སློབ་ཕྲུག་རྣམ་གྲོལ་དང་ཚེ་རིང་ངག་ཆུང་བཅས་འཛིན་ཁང་ནང་དུ་བསྡད་རྗེས་ནས་འཛིན་ཁང་ནང་ལ་ཡང་སོ་སོ་གི་ནང་སྦྱོང་བྲིས་ནས་བསྡད་ཡོད་རེད། སློབ་ཁྲིད་ཉེ་འགྲམ་དུ་འཕྲུལ་ཆིངས་ཤིག་ཡོད་ལ། ཁོ་རང་ཚོ་གའི་སློབ་གྲྭ་གི་འགྲམ་དེ་ལ་ཡང་འཕྲུལ་ཆིངས་ཞེ་དུས་བསམ་པ་ལ་ཡང་འཕྲུལ་གྱི་རྫིང་བུ། འཕྲུལ་རྒྱབ་སེར་གྱི་སྐད་རྒྱག་སེར་གྱི་རྫིང་བུ་དེ་འདྲ་ཞིག་ཡོད་རེད། རྫིང་བུའི་འགྲམ་དུ་ལྗང་ལྡེམ་ལྡེམ་གྱི་ལྕང་སྡོང་སྟེང་ལ་བྱ་དང་བྱིའུ་ཡི་སྐད་ཀྱུར་ཀྱུར་དུ་གྲགས་བཞིན་དུ། ད་ལྟ་རྫིང་བུ་དེ་ཡི་འགྲམ་དེ་ལ་ཡང་ག་རེ་ཡོད་རེད་ཞུས་པས་ན། ལྗང་ལྡེམ་ལྡེམ་གྱི་ལྕང་སྡོང་ལྗང་ལྡེམ་ལྡེམ་ཟེར་དུས་སུ་ལྗང་ལ་ནི་ཁུང་གི་ལོ་མ་དེ་ཡི་ཁ་དོག་ཚོན་མདོག་ཞིག་རེད་ཚོན་མདོག་ལྗང་གུ་རེད་བ། ལྡེམ་ལྡེམ་ཟེར་དུས་སམ་ལ་ཡ། ལོ་མ་དེ་གཡོ་འགུལ་དགུ་བཅུ་བརྒྱ་དང་གཡོ་སྒུལ་བྱེད་དང་དཔེར་ན་རླུང་བུ་དེ་འདྲ་རྒྱག་དུས་བསམ་པ་ལ་ཁོ་རང་གིས་དགུ་བཅུ་བརྒྱ་དང་བྱོལ་བ་དེ་འདྲའི་ལ་ཡ་ཨ་ནི་ལྗང་ལྡེམ་ལྡེམ་ཟིག་རེད་ལ་དེའང་ན་ཅིག་གང་ལྟར་ལོ་མོ་ལྗང་ཁུ་ཡོད་པ་དེ་འདྲའི་ཅིག་ལ་ཡ་ལྗང་ལྡེམ་ལྡེམ་གྱི་ཨ་ནི་ག་རེ་ཡོད་རེད་ཞུས་པ་ནས་ལྕང་སྡོང་ལྕང་སྡོང་ཟེར་དུས་སར་ལྕང་མ་གི་སྡོང་པོ་ཞིག་ཡོད་རེད། ལྕང་མ་གི་སྡོང་པོ་དེའི་སྟེང་ལ་ཡ་ཨ་ནི་བྱ་དང་བྱིའུ། བྱ་འདྲ་མི་འདྲ་དང་དེའང་ནང་བཞིན་བྱིའུ་དེ་ཚོ་གིས་ཨ་ནི་སྐད་སྐྱུར་སྐྱུར་དུ་གྲགས་བཞིན་འདུག་ཟེར་ནས་བྱ་དང་བྱིའུ་དེ་གའི་སྟེང་ཨ་ནི་སྐད་དེ་ཀྱུར་ཀྱུར་ཟེར་དུས་བསམ་བློ་ཁོ་རང་ཚོའི་སྐད་རྒྱག་སྟངས་ཀྱི་ཤོག་རེད། དེ་འདྲས་ད་ཁོ་རང་ཚོའི་སྐད་ཀྱུར་ཀྱུར་བྱས་བྱས་གང་དང་སྐད། སུ་སོ་སོའི་སྐད་སྒྲ་མི་རེད་འདུག་ཟེར་ད་རྒྱག་བཞིན་འདུག་ཟེར་སྒྲག་བཞིན་འདུག་ལ་ནི་སྐད་རྒྱག་བཞིན་འདུག་ཞེས་པའི་དོན་རེད། འཕྲུལ་རྫིང་ན་ཕྲུ་གུ་ཁ་ཤས་ཀྱིས་ཤག་ཤག་ཏུ་ཆུ་སྐྱེལ་རྒྱག་བཞིན་ཡོད་པ་རྣམ་གྲོལ་གྱིས་མཐོང་བས། ཁྲུས་རྫིང་དེ་ནང་ལ་ཁྲུས་ཀྱི་རྫིང་བུ་དེའི་ནང་དེ་ལ་ཡང་སྤུ་གུ་ཁ་ཤས་ཞེས་ནི་ཤག་ཤག་ཏུ་ཆུ་སྐྱེས་རྒྱག་བཞིན། ཤག་ཤག་ཟེར་དུས་ཟ་མ་ལ་ཆུ་གི་སྐྱེས་དེ་རེད་དཔེར་ན་ང་ཚོ་ཆུ་སྐྱེས་རྒྱག་དུས་ཟ་མ་ཆུ་གི་སྒྲ་ཞིག་དུ་བ་སང་བོན་ཞིག་དེ་ལ་ཡང་ཤག་ཤག་ཟེར། དེ་འདྲའི་གི་ཤག་ཤག་ཏུ་སྤུ་གུ་དེ་ཚོ་ཆུ་སྐྱེས་རྒྱག་དེ་ཡོད་པ་དེ་སུ་གིས་མཐོང་བ་རེད་ལ་ན། རྣམ་གྲོལ་གྱིས་མཐོང་བས་སློབ་ཕྲུག་རྣམ་གྲོལ་གྱིས་མཐོང་བ་རེད།

ཁོ་ཆུ་སྐྱེས་དུས་ལངས་ནས་ཚ་ཁ་ཚིལ་གྱིས་བསྒྱུར་དེ་འདོད་སྲམ་ལ་ཡང་རྣམ་དྲོད་དེ་ཆུ་སྐྱེས་དུས་ལངས་ནས་ཆུ་སྐྱེས་རྒྱག་དུས་ལངས་ནས་ཁོ་རང་གི་ཡང་ཅིག་གི་སེམས་ནང་ལ་ཡང་ཚ་ཁ་ཚིལ་གྱིས་དེ་འདྲ་ཆགས་པ་རེད་དོན་དུ་དེ་ཉི་མ་དེ་གནམ་གཤིས་ཚ་བོ་བྱས་ཕྱོགས་གཅིག་ནས་དབྱར་ཁ་རེད་ལ་དེ་ག་ནང་བཞིན་ཚ་བ་ཧ་ཅང་ཆེན་པོ་ཡོད་པ་སོང་ཙང་ཁོ་རང་ཆུ་སྐྱེས་དུས་ལངས་ནས་ཡང་ཚ་ཁ་ཚིལ་གྱིས་ཆགས་པ་རེད། ཁོའི་རྣམ་ཤེས་ཧ་ཅང་ཚ་པོ་འདུག་བས་ང་ཚོ་ཆུ་སྐྱེལ་དུ་འགྲོ་ཞེས་བཤད། ཨན་ཁོ་རང་ཡི་རྣམ་དྲོད་ཀྱིས་ད་ལྟ་ནག་ཆུ་དང་ཚེ་རིང་གཉིས་ལ་ག་འདྲི་ཟེར་ལབ་པ་རེད་ལབ་ན། ཨོ་རྣམ་ཤེས་ཧ་ཅང་ཚ་པོ་འདུག། ད་རིང་རྣམ་ཤེས་བས་ཚ་བོ་ཚ་བོ་འདུག་སོང་ཙང་ང་ཚོ་ཆུ་སྐྱེལ་དུ་འགྲོ་ད་ང་ཚོ་ཆུ་སྐྱེལ་ག་འགྲོ་ཞེས་བྱས་ཨན་ཁོ་རང་གིས་ཚེ་རིང་དང་ཨན་ནག་ཆུ་གཉིས་ལ་འདུག་བཤད་པ་རེད། ཚེ་རིང་གིས། ད་དུང། ནང་ཆུང་དྲི་ཚ་མེད་པས་ཅུང་ཟད་དགུག་དང་ཞེས་བཤད། ཚེ་རིང་གིས་ག་རེ་ལབ་པ་རེད་ལབ་ན། ད་ལྟ་ནི་ནང་ཆུང་སྟེགས་སུ་བྱས་ནས་དྲི་ཚ་ཡོང་མ་རེད། སོང་ཙང་ནི་ཁྱེད་རང་སྟེགས་སུ་གུག་དང། ཅུང་ཟད་ལ་སྡོད་བསམ་པ་ལས་སྟེགས་སུ་ཞེས་པའི་དོན་རེད། སྟེགས་སུ་ཁྱེད་རང་གུག་དང་ཞེས་ཇེ་སྔོན་དུ་བཤད་པ་རེད། ཡུད་ཙམ་འགོར་རྗེས་རྣམ་གྲོལ་གྱིས། ད་སྔོ་ནའི་ཚ་བ་ཚིག་སོང་ང་ཚོ་ལྕང་སྡོང་འོག་ཏུ་ཕྱིན་ནས་གཟུགས་པོ་གྲང་སིད་སིད་ཆགས་ན་ལམ་སང་ཕྱིར་ཡོང་ནས་བྲིས་ན་ཕྱུགས་རེད་ཅེས་བཤད། ཏེ་རྣམ་སྤྲུལ་གྱིས་དེ་ཡང་བསྐྱར་ག་རེ་བཤད་པ་རེད་ལབ་ན་ཡུད་ཙམ་འགོར་བྱས། ཡུད་ཙམ་འགོར་ཟེར་དུས་བསམ་པ་ལ་དུས་ཚོད་དེ་ཡིས་ད་ཕྱིན་ཚར་བའི་ཞོར་ལ། རྣམ་སྤྲུལ་གྱིས་ཡང་བསྐྱར་ག་རེ་ལབ་པ་རེད་ལབ་ན། ཧོ་ད་དངོས་གནས་ཚ་བ་ཚིག་སོ། ད་དངོས་གནས་ཚ་བ་ཚིག་འདུག་ད་ང་ཚོ་ལྕང་སྡོང་འོག་ཏུ་ཕྱིན་ནས་ད་ལྟ། ལྕང་སྡོང་དེ་ག་བ་ཡོད་རེད་ལབ་ན་ད་ལྟ་ཁྲུས་ཚིག་དེའི་འགྲམ་དེ་ལ་ཡང་ལྕང་མ་གི་སྡོང་པོ་བྱོལ་བ་སོང་ཙང། ལྕང་སྡོང་དུ་གི་འོག་ཏུ་ཕྱིན་ནས་ཟེར་ན་ང་རང་ཚོ། ཅི་དགའ། གཟུགས་པོ་དེ་གྲང་སིལ་སིལ་ཆགས་ནས། ད་ང་རང་ཚོ་ཁྱེད་ཚོའི་ལྕང་སྡོང་དེ་འོག་ལ་འགྲོ་བ་ཡིན་ན་ཨེ་ནས་ཕ་ཁྱི་ལ་ཕྱིན་བྱས་ན་ང་ཚོའི་གཟུགས་པོ་དེ་གྲང་སིལ་སིལ་བྱེད་དུས་བསམ་པ་ལ་ཡ། གྲང་ལ་ནི་གྲང་མོ་རེད་བ། སིལ་ལ་དུས་བསམ་པ་སིལ་སིལ་གྲང་སིལ་སིལ་ཁུ་དོན་ཏོ། ཨེ་ནི་གྲང་མོ་ཡོད་སྟངས་ཀྱི་ཤ་བོ་རེད་དེ། གྲང་སིལ་སིལ་ཆགས་ཀྱི་རེད། དེ་འདྲའི་གྲང་སིལ་སིལ་ཆགས་པ་ཡིན་ན་ཨེ་ལམ་སང་ཕྱིར་ཡོང་ནས་ཡང་བསྐྱར་ང་ཚོ་ཕ་ཁྱི་ལ་ད་ཚོགས་པ་དེ་གྲངས་སིལ་སིལ་ཆགས་བས་ནི་ང་ཚོ་ཡང་བསྐྱར་ལམ་སང་ཚུར་ཡོང་ནས་ནི་བྲིས་ན་བྱུག་རེད། ཡང་བསྐྱར་ང་ཚོ་སོ་སོ་གི་ནང་ཆུང་དེ་ང་ཚོ་གིས་བྲིས་པ་ཡིན་ན་ཆོག་གི་རེད་ལ་དུས་སམ་ལ་འགྲིག་གི་རེད་ཞུས་པའི་དོན་རེད། ཅེས་ཞེས་ཟེར་འོང་འདུག་ལབ་པ་རེད། ད་ངག་ཆུང་གས།

ཅིག་མི་གཞན་པ་ལ་བལྟ་དུས་སེམས་པ་ལ་ཁྱེད་རང་གིས་མི་གཅིག་ལ་ར་མིག་དུ་བལྟས་བསྡད་པ་ཡིན་ན་དེ་ལ་ཧ་ལས་ཀྱི་རེད་མིག་ཅེ་རེ་བལྟས་དོན་དུ་ཅེ་རེ་ལ་ཡེ་བལྟས་མིག་ལྟ་ལྟའང་བལྟས་ཤེས་བ་རེད་ཅེ་རེ་ལྟ་བཞིན་ག་རེ་ལབ་པ་རེད་ལབ་ན་ཚེ་རིང་གིས་མི་འགྲིག་མི་འགྲིག་ལབ་དུས་སེམས་པ་ལ་འགྲིག་གི་མ་རེད། ང་ཚོའི་བློ་རྩེ་གཅིག་སྒྲིམ་རྒྱའི་ནང་སྦྱོང་བྲིས་ཚར་ན་ད་ང་ཚོ་བློ་རྩེ་གཅིག་སྒྲིམ་ལབ་དུས་སེམས་པ་ལ་ཡ་སེམས་པ་གཅིག་ལ་རང་གཏད་ནས་དཔེར་ན་ང་རང་ཚོ་ད་ལྟ་གི་སྐབས་དེ་ལ་ཡ་ད་ཁོ་རང་ཚོ་ནང་ཆུང་བྲིས་ཏེ་གོ་ར་བ་སོང་ཙང་དང་དང་པོ་ང་ཚོ་སོ་སོ་གི་བསམ་བློ་བློ་རྩེ་ལ་དུས་བསམ་ལ་བསམ་བློ་བདེར་བ་བློ་ལ་ནི་བསམ་བློ་རྩེ་གཅིག་སྒྲིམ་ལ་དུས་བསམ་བློ་བློ་རྩེ་གཅིག་སྒྲིམ་དུས་བསམ་བློ་ང་ཚོ་བསམ་བློ་དེ་དེ་གར་རང་ནང་ཆུང་བྲིས་ཡ་དེ་ལ་རང་གཏད་ནས་ང་ཚོ་ནང་ཆུང་དེ་བྲིས་ཚར་བ་ཡིན་ན། ཨེ་ང་ཚོ་ད་གཟོད་འགྲོའོ། ཨེ་ན་ཤེས་ནས་ང་ཚོ་འགྲོའོ། ཤེས་ནས་ང་ཚོ་ཕ་གི་ལ་ཡ་ཆོས་ཀྱི་ཡ་འགྲོ་ཞེས་པའི་དོན་རེད། ཞེས་ཞེས་ཟེར་འོང་འདུག་ད་ཚེ་རིང་གི་དོན་དུ་ཨེ་ད་ང་ཚོ་འགྲོ་ན་འགྲིག་གི་མ་རེད་དང་པོ་སོ་སོས་ང་རང་ཚོ་གི་ལས་ཀ་དེ་ནང་ཆོས་གྲྭའི་ལས་ཀ་དེ་ལ་ཡ་བློ་རྩེ་གཅིག་སྒྲིམ་བྱས་ནས་སེམས་པ་དེ་ག་རང་ལ་བཞག་རྗེས་ཨེ་ན།

ཚེ་རིང་གིས་སང་ཉིན་ད་དུང་སང་ཉིན་གྱི་བྱ་བ་ཡོད་ཅེས་བཤད། ཚེ་རིང་གིས་ག་འདྲས་ལབ་རེད་ལབ་ན་སང་ཉིན་ད་དུང་ཡིན་ནའི་ལན་ནི་སང་ཉིན་རང་གི་བྱ་བ་ཟེར་དོན་བསམ་པ་ལ་ཡ་ལས་ཀ་བྱ་བ་ཡོད་ཅེས་བཤད། དེ་འདྲས་བསམ་པ་ལ་ཡ། ད་རིང་ང་ཚོ་ད་རིང་གི་ལས་ཀ་དེ་ད་རིང་རང་ཚ་བ་མང་ཆེ་བ་ཡིན་ན། ཨེ་ན་སང་ཉིན་ད་དུང་སང་ཉིན། ཡང་ལས་ཀ་སར་བ་དོན་གཟིགས་རེད་ལ་ད་ནང་བཞིན་རྒྱ་ལག་གིས་གཅིག་བྱས་ན་ཡང་རྒྱ་ནང་ཆུང་སར་བ་སྐྱུར་གཟིགས་རོ་བ་སོང་ཙང་ཨེ་ལས་ཀ་དེ་ཅིག་མང་འདུག་མང་འདུག་ཆ་བྱས་ཨེ་ཚར་གི་མེད་པ་སོང་ཙང་ཨེ་ནི་ད་རིང་དེ་ཨེ་ནི་ཡིན་གཅིག་ཚར་བྱས་ཨེ་ནི་སང་ཉིན་ད་དུང་སང་ཉིན་གྱི་བྱ་བ་ཡོད་རེད་ཟེར་འོང་འདུག་ཅེས་བཤད་པ་རེད། དེ་ནས་ཁོ་ཚོ་ཚང་མས་འཇམ་ཐིང་ཐིང་དང་མགོ་སྒུར་སྒུར་ངང་ནང་ཆོས་བྲིས་པས་ཡུན་རིང་མ་འགོར་བར་ནང་སྦྱོང་ཆ་ཚང་བྲིས་ཚར་བ་རེད། དེ་ནས་ཁོ་ཚོ་ཚང་མ་ཁོ་ཚོ་ཚང་མ་སི་ཏུས་དང་རྣམ་གྲོལ་དང་ངག་ཆུང་དང་ཚེ་རིང་དང་ཁོ་རང་ཚོ་ཚང་མ་ལོགས་འཇམ་ཐིང་ཐིང་དང་འཇམ་ཐིང་ཐིང་སི་ཏུས་གསུམ་པ་ལ་སྐད་ཅུ་མ་བརྒྱ་པ་སྐད་ཅི་ཡང་མ་བརྒྱབ་ཅེས་ཁུ་སིམ་སིམ་ངང་ནས་མགོ་བོ་གུར་གུར་ཟེར་བའི་བསམ་པ་ལ་ཡང་མགོ་མ་འདུག་སྒུག་སྒུག་བྱས་པ་ཟིག་རེད་དོན་དུ་མགོ་གུག་གུག་ནང་ནང་ཆུང་བྲིས་པ་རེད། ཡུན་རིང་མ་འགོར་བར་ཡུན་རིང་མ་འགོར་བར་ཟེར་བའི་བསམ་པ་ལ་དུས་ཚོད་ཞེ་དྲག་མ་འགོར་བར་ནང་ཆུང་ཆ་ཚང་བྲིས་ཚར་བ་རེད་ཟེར་ནས་ཁ་རང་ཁོ་རང་ཚོ་ནས་ཅིག་སོ་སོས་ཀྱི་ནང་ཆུང་དེ་ཚང་མ་ལ་ཆ་ཚང་བཅས་བྲིས་ཚར་བ་རེད། ཚེ་རིང་རྒྱལ། ད་ཆུ་སྐྱེས་དུ་འགྲོ་ཞེས་བཤད་པས། ཚེ་རིང་གིས་ད་ནང་ཆུང་བྲིས་ཚར་བ་སོང་ཙང་ཚེ་རིང་གིས་ག་འདྲིས་ལབ་རེད་ལབ་ན་ད་ཆུ་སྐྱེས་ཀ་འགྲོ་འོང་འདུག་བཤད་པ་རེད། རྣམ་གྲོལ་རྒྱལ། ཀི་ད་འགྲོ་བཞིན་འགྲོ་འགྲོ་ད་ང་ཚོ་ཆུ་སྐྱེས་དུ་འགྲོ་ཞེས་བཤད་དེ། རྣམ་གྲོལ་རྒྱལ་ཡང་ག་རེ་ལབ་རེད་ལབ་ན་ཀི་རག་འགྲོ་ཟེར་དུས་ཀིར་འགྲག་ཟེར་དུས་བསམ་པ་ལ་ཀི་གིས་འགྲག་ཟེར་འགྲག་ཟེར་དུས་བསམ་པ་ལ་སྐྱེས་ཟེར་བ། འགྲོག་ལབ་ན་རྒྱབ་པ་སྐྱེས་རྒྱབ་བཞིན། དོན་དུ་ཀི་ད་འགྲོ་བཞིན་ཟེར་དུས་བསམ་པ་ལ་ཡ

དགའ་བོའི་ངང་དགའ་དགའ་སྤྲོ་སྤྲོའི་ངང་ནི་ཁོ་རང་ཚོ་ཚང་མ་ལ་ནི་འཕྲུལ་ཚིགས་ཀྱི་ཕྱོགས་ལ་ཡར་རྒྱུགས་པ་རེད། དེ་འདྲ་བསམ་པ་ད་རིང་གལ་ནང་ཚུད་ཀྱི་སློབ་ཚན་དེ་དེ་བར་དུ་ཡིན། དེ་གའི་སློབ་ཚན་དེའི་གར་སྟེགས་ངོས་རེ་ལ་ནི་བསླབ་བྱ་གཙོ་བོ་དེ་ང་རང་ཚོ་ལས་ཀ་ག་རེ་ཡིན་ན་ལ་ནི་སོ་སོ་གིས་ད་རིང་གི་ལས་ཀ་དེ་ད་རིང་རང་བྱེད་ལྟ་བྱེད་ཀྱི་འབད་བརྩོན་བྱེད་བར་མ་གཏོགས་གསང་ཡིག་ལ་ཟླ་གཅིག་གསང་ཡིག་བྱེད་དགོས་གནང་ཡིག་བྱེད་དགོས་ཟེར་བྱ་འོང་དུ་བྱ་ཡ་ཡོད་མ་རེད་གང་ཡིན་ལ་ནི་ང་ཚོ་ཉི་མ་རྟག་པར་ཞིག་ལས་ཀ་གསར་བ་གསར་བ་དེ་འདྲ་དོན་བསྡུའི་བསམ་པ་ལས་ཡ་ང་ཚོ་འདུ་བྱ་བས་ནི་ལས་ཀ་དེ་ཚགས་མ་རེད་ཞེས་པའི་དོན་རེད་ལ་ཟེར།